རྒྱ་ནག་གུང་ཁྲན་གྱིས་ཡང་སྲིད་སྐོར་ལ་ཇུས་ངན་འཆར་དགོས། སྡེ་ཚན་གསུམ་པ། རྩོམ་པ་པོ་སྐུ་ངོ་སྲིད་ཟུར་མཁས་དབང་བློ་བཟང་སེང་གེ། དུས་དེབ Foreign Affairs. com། ཡང་ན་ཕྱི་སྲིད་དུས་དེབ། ཡིག་སྒྱུར་བ། སྤྱི་ཟུར་འཇམ་བསུ་ལགས། སྡེ་ཚན་གསུམ་པ། སྐྱེ་བ་ཕྱི་མའི་ལམ་ལུགས། བོད་ཀྱི་སྲོལ་རྒྱུན་ལམ་ལུགས་ནང་བླ་མ་སྐུ་འཚོ་བཞུགས་སྐབས། སྐྱེ་བ་ཕྱི་མའི་སྐོར་ལ་གླེང་སློང་བྱས་ན་མ་གུས་པར་ཡིན་ཞིང། བླ་མའི་དགོངས་རྫོགས་ལ་སྤྱི་ཚོགས་སུ་དད་འདོད་ཆེན་པོ་བྱེད་པ་དེ་ནི། ཐལ་འདོན་དང་ཚོར་སྣང་གི་དྲི་མ་ཙམ་ཡང་མེད་པ་ཞིག་ལ་ངོས་འཛིན། གོང་ས་ཏཱ་ལའི་བླ་མ་ཁོང་ཉིད་ཀྱིས་དེའི་སྐོར་ཐུགས་ཞིབ་ལྷོད་པོ་གནང་བཞིན་རུང། རྒྱ་ནག་གཞུང་གི་ཚོར་བ་དྲག་པོས་འབྱུང་འགྱུར་གོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པའི་ཡང་སྲིད་ལ་ཐེ་ཇུས་ཧམ་འཛུལ་བྱེད་དོན་གང་ལ་ཐུག་ཡོད། དཔེར་མཚོན་ཞིག་ནི། ཕྱི་ལོ་ཉིས་སྟོང་བཅུ་དགུ་ལོར་ཡང་སྲིད་སྐོར་ལ་བཀའ་འདྲི་ཞུས་དུས། ངའི་ཡང་སྲིད་ལ་བྲེ་ལ་གང་འདུག་གམ། གཅིག་བྱས་ན། བརྒྱ་ཆུ་བརྒྱ་བཞི་ལ་སླེབས་དུས་གསལ་སྟོན་བྱེད་སྲིད། ཡིན་ན་ཡང་ངའི་གཟུགས་གཞི་བདེ་ཐང་ཡིན། ཞེས་ཁོང་གིས་ཐུགས་གཞི་ཡངས་པོས་ལན་འདེབས་གནང། ཚིག་ཐག་ཆོད་པོའི་ཐོག་ནས་བརྗོད་ཐུབ་པ་ཞིག་ནི། ྋགོང་ས་ཏཱ་ལའི་བླ་མ་མཆོག་དང་བོད་མིའི་སྤྱི་ཚོགས་བཅས་ཀྱིས་ཁོང་ཁུ་ཚོ་གཞུང་མིང་མེད་སྐབས་དང། ཡང་སྲིད་གནད་དོན་གལ་འགངས་ཤིན་ཏུ་ཆེ་བ་རྣམས། འཛམ་གླིང་ཁྱོན་ཡོངས་ཀྱི་ནང་པ་སྤྱི་དང། བོད་ཀྱི་མ་འོངས་པའི་ཆེད་དུ། སྣང་མེད་གཏོང་མི་སྲིད། གནས་ལུགས་མི་ལྡན་པའི་ལྷ་མེད་སྨྲ་བའི་གུང་ཁྲན་སྲིད་གཞུང་གིས། མུ་མཐུད་ནས་གོང་ས་ཏཱ་ལའི་བླ་མ་མཆོག་ལ་དམའ་འབེབས་དང། ཁོང་གི་སྐུ་པར་སྒྲིག་གཤོམ་བཀག་འགོག། ཡང་སྲིད་ཀྱི་གནད་དོན་བཀག་འགོག་བྱེད་ཐབས་དེས། དངོས་ཡོད་གནས་ལུགས་ལ་འགྱུར་ལྡོག་གཏོང་མི་ཐུབ། ཕྱི་ལོ་ཉིས་སྟོང་དགུ་ནས་ཉིས་སྟོང་ཉིས་གཙང་གཉིས་བར་བོད་ནང་བོད་མི་བརྒྱ་དང་ལྔ་བཅུ་ལྔ་བདུན་ཙམ་གྱིས་བོད་རང་དབང་དང ྋགོང་ས་ཏཱ་ལའི་བླ་མ་མཆོག་བོད་དུ་ཕྱིར་ཕེབས་འཇུག་དགོས་ཞེས་རྒྱ་ནག་གཞུང་ལ་ངོ་རྒོལ་རང་ལུས་མེ་བསྲེགས་བཏང་ཡོད། འགལ་ཟླ་དང་དགྲ་ཟླའི་གནས་བབ་སྡུག་ཏུ་སོང་བ་དོན་དངོས་འོས་འགན་ནི། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ནང་རྒྱ་ནག་གུང་ཁྲན་ཚོགས་པས་བོད་དུ་བཙན་འཛུལ་གྱིས། ཧ་ལམ་བོད་ཀྱི་དགོན་སྡེ་ཁག་གྲོག་སྟོང་གཏོར་བཤིག་བཏང་བ་དང། མཉམ་དུ་གྲྭ་བཙུན་ཕལ་ཆེ་བ་བསྐྱར་ཕབ། བོད་ཀྱི་གནའ་བོའི་སྒྱུ་རྩལ་དངོས་རིགས། བཀྲན། སྟོང་ཕྲག་འགའ། འབོར་འདྲེན་དང། ཕྱོགས་གཞན་བཞི་ནས་བོད་དུ་བརྒྱ་ཆའི། བརྒྱ་ཆའི། བདུན་ཅུ་དོན་ལྔ་གཏོར་བཤིག་དང། འཕྲོག་བཅོམ། ཡང་ན་གཞན་ལ་བེད་སྤྱོད་བཏང་པ་བཅས་བྱས། གཏོར་བཤིག་གཏོང་མཁན་གྱི་གུང་ཁྲན་ཚོགས་པ་དེ་ཉིད་ཀྱིས་ནང་པའི་དབུ་ཁྲིད ྋགོང་ས་ཏཱ་ལའི་བླ་མ་མཆོག་གིས་ཡང་སྲིད་འདེམས་སྒྲུག་གི་ཐོབ་ཐང་ལ་བརྩོན་ལེན་བྱས་པ་དེ། དཔེ་མཚོན་ཐབས་མེད་པའི་གཡོ་སྒྱུ་ཆེ་བའི་བྱ་གཞག་ཡིན། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར ྋགོང་ས་ཏཱ་ལའི་བླ་མ་མཆོག་གིས་ཡང་སྲིད་ཐད་ཀ་སྲིད་ཞིབ་ཁྲའི་གསུང་འཕྲིན་ཕེབས་པ་དེས། དོགས་གཞི་གང་ཡང་མེད་པའི་ཐོག་ནས་རྒྱ་ནག་གི་ཐེ་བྱུས་བརྩད་མེད་སོང་ཡོད། གསུང་འཕྲིན་ནང། ཁོང་གིས་ཡང་སྲིད་ཐད་ཡིག་ཐོག་ལམ་སྟོན་གསལ་པོ་འཇོག་རྒྱུ་དང། དེ་སྒང་ལྡན་ཕོ་བྲང་ཡིད་ཆེས་དགེ་རྩའམ། ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་གི་ཡིག་ཚང་གི་འབྲེལ་ཡོད་བླ་ཆེན་དང། བོད་བརྒྱུད་ནང་བསྟན་གྱི་བྱེ་བྲག་པ་ཚོས་གྲོས་བསྡུར་ལག་བསྟར་བྱེད་དགོས་ཞེས་གསལ། ཡང་སྲིད་ངོས་འཛིན་དང་གང་དུ་སྐྱེ་བ་གཞིས་མིན་བཅས་དོ་བདག་ཁོ་ན་ལ་བདག་དབང་ཡོད་ཅེས་གསལ་ཁ་བཏོན་གནང་ཡོད། ད་དུང་ཁོང་གིས་གལ་སྲིད་ཁོང་བཙན་བྱོལ་ལ་དགོངས་པ་རྫོགས་ན། ཡང་སྲིད་རྒྱ་ནག་ལས་གཞན་པའི་ས་ཆ་གཞན་དུ་འཁྲུངས་ཀྱི་རེད་ཅེས་ཞིབ་ཕྲ་གསུངས་ཡོད། གསུང་འཕྲིན་དེ་རྒྱ་ནག་གཞུང་གི་ཡང་སྲིད་ལམ་ལུགས་ལ་ཐེ་གཏོགས་བྱ་རྒྱུའི་སྐུལ་སློང་ལ་ལན་འདེབས་གསལ་པོ་དང། ད་དུང་ཉིས་སྟོང་བཅུ་དགུ་ལོར་བཙན་བྱོལ་དུ་ཡོད་པའི་བོད་བརྒྱུད་ནང་བསྟན་དང་བོན་གྱི་བླ་ཆེན་རྣམས་ལྷན་ཚོགས་ཀྱིས་དེའི་སྐོར་བསྐྱར་ནན་གནང། ཕྱི་ལོ་ཉིས་སྟོང་བཅུ་གཅིག་ལོར་གསུང་འཕྲིན་ཕེབས་པའི་ནང། ྋགོང་ས་ཏཱ་ལའི་བླ་མ་མཆོག་དགུང་ལ་དགུང་ལོ་དགུ་བཅུ་ལ། ཡང་ན། ཕྱི་ལོ་ཉིས་སྟོང་ཉི་ཤས་ལྔ་ནང་ཕེབས་དུས་ཁོང་གི་རྗེས་འཛིན་པའི་སྐོར་ལམ་སྟོན་གནང་རྒྱུ་ཡིན་ཞེས་གསལ། གང་ལྟར་ཡང་བོད་བརྒྱུད་ནང་བསྟན་གྱི་རྗེས་འབྲང་པ་རྣམས་དང། དགའ་ལྡན་ཕོ་བྲང་གི་ངོས་ནས་ཡང་སྲིད་ཀྱི་གནད་དོན་ཐག་གཅོད་ཐད་ལས་དོན་གང་ཞིག་གཉེར་རུང་རྒྱ་ནག་གཞུང་གིས་ཧ་ལམ་མོས་མཐུན་བྱེད་ཀྱི་མ་རེད། ཡང་སྲིད་ཀྱི་ལས་དོན་འདིའི་ཐད་རྒྱ་གཞུང་གིས་ཆབ་སྲིད་དགོས་མཁོའི་ཐེ་གཏོགས་མེད་པའི་ཐོག་ནས་ཆོས་ལུགས་ཀྱི་སྨྲ་བརྗོད་རང་དབང་རྣམས་འགྲོ་བ་མིའི་གཞི་རྩའི་ཐོབ་ཐང་ལ་གཙིགས་སུ་འཛིན་མཁན་གྱི་རྒྱལ་ཁབ་ཁག་གི་རྒྱབ་སྐྱོར་ལ་བརྟེན་ནས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་དྲིན་རྗེས་མ་འདེམས་སྒྲུག་གི་ལས་དོན་གཉེར་དགོས་པ་ཡིན། ཁུ་སིམ་ནང་གི་ངན་པ་ལག་སྦྲེལ། དུས་རབས་མང་པོའི་རིང ྋགོང་ས་ཏཱ་ལའི་བླ་མ་མཆོག་གི་སྐུ་དྲིན་རིམ་བྱོན་གནད་དོན་ཐད་བུད་མེད་ཚོས་འཇིག་རྟེན་དང་འཇིག་རྟེན་ལས་འདས་པའི་ལམ་སྲོལ་གྱི་ངོ་བོར་མཐོང་ནས་རྒྱུན་ཉར་བྱེད་པ་དང། གནས་སྟངས་འགའ་ཤས་དམིགས་བསལ་ཡིན་པ་ལས། གཞན་རྣམས་ཞི་འཇམ་དང་མགོ་རྙོག་གང་ཡང་མེད་པའི་ཐོག་ནས་མཛད་པ་རྣམས་སྔ་ཕྱི་རིམ་སྐྱོང་བྱས་ནས་ཕེབས་ཡོད། དུས་རབས་ལྔའི་རིང་འགྱུར་བ་མེད་པ་ཉམས་སུ་ལེན་ནས་བྱུང་བའི་སྲོལ་རྒྱུན་ནང ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རང་ཉིད་ཀྱི་རྗེས་འཛིན་པ་ཕྱི་དར་ཕེན་མིན་གྱི་སྐུ་དབང་རང་ཆས་སུ་མངའ་བ་རྣམས། རྒྱ་ནག་གཞུང་གི་བཙན་འཕྲོག་བྱེད་འཆར་གྱི་བྱུས་ངན་ནམ་ཡང་ངོས་ལེན་བྱེད་ཐབས་མེད་པ་ཞིག་ཡིན། རྒྱ་ནག་གཞུང་གི་ཁྲིམས་དང་ཀུན་སྤྱོད་གང་ཡང་མེད་པའི་ཐོག་ནས། ྋགོང་ས་ཏཱ་ལའི་བླ་མ་མཆོག་གི་རྗེས་འཛིན་པའི་སྐོར་ཐེ་བྱུས་བྱས་པར་བལྟས་ན། རྒྱལ་སྤྱིའི་མི་མང་གི་ཆོས་ལུགས་ཀྱི་རང་དབང་དང། སྲ་བརྟན་སྲུང་སྐྱོབ་ལ་འགན་འཁུར་བྱེད་དགོས་པ་དང། རྒྱ་ནག་གི་བྱེད་སྟངས་དེ་འཇིགས་སྣང་སྐྱེ་དགོས་པའི་ཉེན་བརྡ་ཞིག་ཀྱང་ཡིན། ཕྱི་ལོ་ཉིས་སྟོང་ཉི་ཤུ། ལོར་ཨ་རིའི་གཞུང་གིས་གལ་གནད་ཆེ་བའི་བོད་དོན་རྒྱབ་སྐྱོར་དང། ཁྲིམས་གཞི་གཏན་འབེབས་ཀྱི་མདུན་སྐྱོད་གནང་ཟིན་པ་དང། ཁྲིམས་གཞིའི་ནང། རྒྱལ་སྤྱིའི་ཐོག་ནས་ངོས་འཛིན་བྱེད་པའི་ཆོས་ལུགས་ཀྱི་རང་དབང་དང་ཡིད་ཆེས་ལ་སྲུང་སྐྱོབ་དགོས་པ་དང་མཉམ་དུ། བོད་བརྒྱུད་ནང་བསྟན་གྱི་ཆོས་ལུགས་དབུ་ཁྲིད་ངོས་འཛིན་གནང་ཕྱོགས་དང། དེའི་ནང་ནས་འབྱུང་འགྱུར ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅོ་ལྔ་པའི་སྐོར་ལ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཐེངས་བཅུ་གང་ཡང་མེད་པ། བོད་བརྒྱུད་ནང་བསྟན་གྱི་བྱེ་བྲག་པའི་སྡེ་དང། ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅུ་བཞི་པའི་ལམ་སྟོན་གཞི་རྩར་བཟུང་དགོས་ཞེས་གསལ། གལ་སྲིད་རྒྱ་ནག་གཞུང་འབྲེལ་མི་སྣ་སུས་ཐེ་གཏོགས་བྱས་ན། ཉེས་ཆད་གཅོད་རྒྱུ་རེད། ཨ་རི་གཞུང་གི་ལངས་ཕྱོགས་དེ་ཕན་རླབས་ཆེན་པོ་ཡིན་རུང། སྲིད་ཇུས་དེར་གནད་ཡོད་ཀྱི་རྒྱལ་ཁབ་དང་ཚོགས་སྡེ་ཁག་གི་རྒྱབ་སྐྱོར་མེད་ན། ལམ་ལྷོང་ཡོང་གི་མ་རེད། གནད་ཡོད་ཀྱི་རྒྱལ་ཁབ་ཁག་གི་ནང་ནས་ཡུ་རོབ་དང་རྒྱ་གར། སོག་ཡུལ་དང་འབྲེལ་ནས་བོད་བརྒྱུད་ནང་བསྟན་འགྱུར་བ་མེད་པ་ཉམས་སུ་ལེན་མཁན་གྱི་ཚོགས་སྡེ་ཁག། ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་མཐུན་ཚོགས། དེ་བཞིན་ཁེ་ན་ཏྲ་དང། ཉི་ཧོང། ལྷོ་ཀོ་རི་ཡ་སོགས། ྋགོང་ས་ཏཱ་ལའི་བླ་མ་མཆོག་དང་དམིགས་བསལ་འབྲེལ་ལམ་ཡོད་པ་ཁག་བཅས་ཚུད་ཡོད། ཨ་རི་གཞུང་གི་ཁྲིམས་གཞི་གཏན་འབེབས་ནང་བཞིན། ཡུ་རོབ། གྲོས་ཚོགས་ཀྱི་ངོས་ནས ྋགོང་ས་ཏཱ་ལའི་བླ་མ་མཆོག་ལ་རང་ཉིད་ཀྱི་ཡང་སྲིད་ངོས་འཛིན་ཐག་གཅོད་ཀྱི་སྐུ་དབང་ཆ་ཚང་ཡོད་ཅེས་ཁྲིམས་གཞི་གཏན་འབེབས་བྱེད་རུང་བ་མངོན་གསལ་ཆགས་ཡོད། ཡུ་རོབ་ཀྱི་རྒྱལ་ཁབ་མང་པོར་ནང་བསྟན་ཆོས་ལུགས་ཆེ་ཤོས་གསུམ་པའང་ཡང་ན་བཞི་པ་ཆགས་ཀྱིན་ཡོད། རྒྱ་གར་གཞུང་དམངས་གཉིས་ལའང་དམིགས་བསལ་གྱི་འོས་འགན་ཡོད་པ་ནི། ྋགོང་ས་ཏཱ་ལའི་བླ་མ་མཆོག་ཆེས་མཐོའི་སྐུ་མགྲོན་གྱི་མཚན་ཐོག་ནས་ཡུལ་དེར་ལོ་བཅུ་དྲུག་ལྷག་ཙམ་བཞུགས་ཟིན་པ་དང། ཁོང་གིས་མི་ལོ་ཉིས་སྟོང་ཡར་སྔོན་ནས་ཡུལ་དེ་ནས་བོད་དུ་དར་བའི་ནང་པའི་ཆོས་ཉམས་སུ་ལེན་མཁན་རྒྱ་གར་གྱི་བུ་ཕྲུག་ཡིན་ཞེས་གསུང་གིན་ཡོད། ད་དུང་ཆེན་པོ་ཧོར་གྱི་མི་འབོར་མང་ཤོས་ནང་པ་ཡིན་ཞིང། དེ་དག་མང་ཆེ་བ་གོང་ས་ཏཱ་ལའི་བླ་མ་མཆོག་གི་རྗེས་འབྲངས་པ་ཡིན་པས། གོང་ས་ཏཱ་ལའི་བླ་མ་མཆོག་ལ་རང་ཉིད་ཀྱི་ཡང་སྲིད་ཐག་གཅོད་ཀྱི་སྐུ་དབང་ཆ་ཚང་ཡོད་ཅེས་གསལ་ཁའི་དྲིལ་བསྒྲགས་བྱེད་རུང་བ་ཡིན། ཉི་ཧོང་རྒྱལ་ཁབ་ཀྱི་ངོས་ནས་གོང་ས་ཏཱ་ལའི་བླ་མ་མཆོག་ཡང་ཡང་གདན་འདྲེན་ཞུས་པ་དང་རྗེས་འབྲངས་པའང་ཧ་ཅང་ཕོན་ཆེན་ཡོད། དེར་བརྟེན་ཡང་སྲིད་ཀྱི་སྐུ་དབང་སྐོར་གོང་དང་གཅིག་མཚུངས་ཁྲིམས་གཞི་གཏན་འབེབས་བྱེད་རུང་བ་དང། དེ་བཞིན་དུ་གོང་ས་ཏཱ་ལའི་བླ་མ་མཆོག་གིས་ཁེ་ན་ཏྲའི་མི་སེར་གྱི་ཐོབ་ཐང་ཞེས་པའི་གཞུང་དེ་ལ་ཁོང་གི་ཆོས་ལུགས་ཀྱི་སྐུ་དབང་དང་རང་དབང་སྲུང་སྐྱོབ་བྱས་པའི་འོས་འགན་ཡོད། ད་དུང། ནང་པའི་རྒྱལ་ཁབ་ལྷོ་ཀོ་རི་ཡ་དང་ལྷོ་ཤར་ཨེ་ཤི་ཡའི་རྒྱལ་ཁབ་ཁག་གི་མཐུན་ཚོགས་སུ་ཡོད་པའི་ནང་པའི་རྒྱལ་ཁབ་ཁག་གིས་ནང་པའི་སྲོལ་རྒྱུན་གོམས་གཤིས་རྣམས་སྲུང་སྐྱོབ་དགོས་པ་ཧ་ཅང་གལ་ཆེན་ཡིན། གལ་སྲིད་ངོ་རྒོལ་སོགས་གང་ཡང་མེད་པར་རྒྱ་ནག་གཞུང་གིས ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་བཅོ་ལྔ་པ་འདེམས་སྒྲུག་བྱས་ན། དེ་ནས་རྒྱ་ནག་གུང་ཁྲན་ཚོགས་པས་ནང་བསྟན་སྤྱི་དང་དགོན་སྡེ་ཁག་གི་གནས་བབ། ནང་པའི་རྒྱལ་ཁབ་གཞན་ཁག་གི་དབུ་ཁྲིད་ཀྱི་གོ་གནས་སོགས་ལ་དབང་བསྒྱུར་ཐག་གཅོད་ཀྱི་ལམ་བུ་བཏོད་པ་རེད། བཤད་སྲོལ་ལ། ཁུ་སིམ་ནང་གི་ངན་པ་ལག་བྲེལ་ཟེར་བ་དེ། ྋགོང་ས་ཏཱ་ལའི་བླ་མ་མཆོག་གི་ཡང་སྲིད་གནད་དོན་ཐད་ལ་དོན་དངོས་ཆགས་ཡོད། དེ་ཡང་དྲང་བདེན་དང་ཆོས་ལུགས་ཀྱི་རང་དབང་རྣམས་སྲུང་སྐྱོབ་མ་ཐུབ་ན། རྒྱལ་གཅེས་རིང་ལུགས་པ་རྣམས་བློ་སྤོབས་བསྐྱེད་པ་བཙན་དུ་མ་ཟད། ཨེ་ཤེ་ཡ་དང་ནང་པའི་རྒྱལ་ཁབ་ཁག་གི་སྲ་བརྟན་ལ་ཉེན་ཁ་ཆེ། ད་དུང་གོ་ལའི་ལྷོ་བྱང་གཉིས་ལ་རྒྱལ་གཅེས་རིང་ལུགས་པའི་ཡན་ལག་འཕེལ་རྒྱས་འགྲོ་ངེས་ལ་སོང། འཛམ་གླིང་གི་རྒྱལ་ཁབ་རྣམས་དྲང་བདེན་དང་ཆོས་ལུགས་རང་དབང་སྲུང་སྐྱོབ་ཀྱི་རྩ་དོན་ཐོག་ལངས་དགོས་པ་གནད་འགག་ཡིན། བོད་བརྒྱུད་ནང་བསྟན་ལ་རང་ཉིད་ཀྱི་དབུ་བླ་རང་ཉིད་ཀྱིས་འདེམས་སྒྲུག་གི་ཐོབ་ཐང་དང། མི་ཡོངས་རྫོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་དེ། དར་ཆེན་དགུང་དུ་འདེགས་པའི་ཐོབ་ཐང་ཆ་ཚང་ཡོད། མི་ཡོངས་རྫོགས་ཀྱི་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་དར་ཆེན་དགུང་དུ་འདེགས་པའི་ཐོབ་ཐང་ཆ་ཚང་ཡོད། མཐའ་དོན། ཡིག་སྒྱུར་བ། སྤྱི་ཟུར་འཇམ་གསོས་ལགས་ཀྱིས་གསལ་བཤད། བོད་སྒྱུར་གྱི་མ་གཞིའི་ཁུངས་དབྱིན་ཡིག་གི་མ་རྩོམ་ཡིན། མ་རྩོམ་གྱི་ཁ་བྱང་དེ། དུས་དེབ་ཁང་གིས་བཅོས་སྒྲིག་བྱས་པས། བོད་བསྒྱུར་ནང་རྩོམ་པ་པོའི་དགོས་དོན་བཞིན་དོན་འགྱུར་ལས་ཐད་བསྒྱུར་ཞུས་མེད། ཕྱི་སྲིད་དུས་དེབ་ནི་ལོ་གྲངས་བརྒྱ་ཕྲག་གཅིག་གི་ཡར་སྔོན་ཏེ། ཕྱི་ལོ་གཅིག་སྟོང་དགུ་བརྒྱ་ཉིས་སང་ཉིད་ཟླ་བ་དགུ་པའི་ཚེས་བཅོ་ལྔ་ཉིན་གོང་གི་གནད་དོན་ཐོག་ཨ་རིའི་ཁལ་ཁེ་མི་སྣ་ཚོས་གསར་འཛུགས་གནང། དུས་དེབ་དེ་རྒྱལ་སྤྱིའི་ཐོག་ཤུགས་རྐྱེན་ཤིན་ཏུ་ཆེ་བ་དང། རྩོམ་པ་པོ་རྣམས་ཀྱང། རྒྱལ་སྤྱིའི་འབྲེལ་ལམ་དང་ཨ་རིའི་ཕྱི་སྲིད་གནད་དོན་ལ་ཡོངས་གྲགས་སུ་མཁས་དབང་ཤ་སྟག་ཡིན། དུས་དེབ་འདི་འཛམ་གླིང་ཐོག་འགྲེམས་སྤེལ་བྱས་ནས་ལོ།